དུ་ཁུངས་མ་པའི་རྨི་ལམ་དང་ཕྱི་དངོས་གཏམ་གྱིས་རྒྱལ་ཁབ་གསུམ་གྱི་དྲིལ་སྒྲོན་ནུས་ཤུགས་སུ་བྱས་པའི་རྣམ་ཐར་བཞི་ནི་ཀྲུང་གོའི་གནའ་རབས་ཀྱི་བརྩམས་སྒྲུང་ཆེ་བ་བཞི་ཡིན་ལ། རྒྱལ་ཁབ་གསུམ་གྱི་དྲིལ་སྒྲོན་ནི་རྒྱལ་ཁབ་གསུམ་གྱི་ལོ་རྒྱུས་དངོས་ལ་ས་བོན་བྱས་ནས་བརྩམས་པའི་ལེའུའི་རྣམ་པ་ཅན་གྱི་རྒྱ་ཡི་སྒྲུང་རིགས་ཐོག་མ་དེ་ཡིན་ལ། དེ་ནི་དམངས་སྲོལ་དང་ང་རྒྱལ་སྙན་ངག་སོགས་ཤུགས་གཅིག་ཏུ་འདུས་པའི་བརྗོད་བྱ་བརྩམས་ཆོས་ཆེན་མོ་ཞིག་ཀྱང་རེད། བོད་ཀྱི་ལོ་ཙཱ་བ་ཆེན་མོ་མགོ་ལུག་རྣམ་རྒྱལ་ལགས་ཀྱིས་ལོ་མོ་རེའི་ཀ་ཤས་འབོད་བརྩོན་བྱས་ནས་རྒྱལ་ཁབ་གསུམ་གྱི་སྤྲུལ་སྒྲུང་འདི་བོད་ཡིག་ཏུ་བསྒྱུར། དེ་རིང་བྱམས་པའི་ཁ་བརྡ་གྱི་ཀྲུང་ཧྭ་སུས་ར་སྨྱུག་ལུགས་ཅེས་པའི་མུ་འབྲེལ་ལེ་ཚན་ལས་མགོ་ལུག་རྣམ་རྒྱལ་དང་མཉམ་དུ་རྒྱལ་ཁབ་གསུམ་གྱི་སྤྲུལ་སྒྲུང་སྐོར་ནས་ཁ་བརྡ་བྱེད་ཀྱི་ཡིན། གཟིགས་མོ་ལྷས་རྗེ་སྐུ་ཁམས་བཟང་དུས་ལྟར་བྱམས་པའི་ཁ་བརྡ་ལེ་ཚན་གྱི་ཀྲུང་ཧྭ་སུའུ་ར་སྙུང་ལུགས་ཀྱི་མུ་འབྲེལ་ལེ་ཚན་གྱི་སྐབས་གཉིས་པ་ལ་གསན་གཟིགས་གནང་བར་དགའ་བསུ་ཞུ། དེ་རིང་ང་ཚོས་མགོ་ལུག་བོད་རིགས་རང་སྐྱོང་ཁུལ་གྱི་ཁུལ་བོད་ཟུར་པ་དང་བོད་ཀྱི་ལོ་ཙཱ་བ་གྲགས་ཅན་དགེའི་མགོ་ལུག་རྣམ་རྒྱལ་དང་མཉམ་དུ་ཀྲུང་ཧྭ་སུའུ་ར་སྙུང་ལུགས་ལས་རྒྱལ་ཁབ་གསུམ་གྱི་བཀྲུས་སྒྲུང་གི་སྐོར་ནི་ཁ་བརྡ་གྱིས་བཟོ་གི་ཡིན། དགེ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས། ད་ལ་ལགས་ཀྱི་ནས་རྒྱལ་ཁབ་གསུམ་གྱི་གཏམ་རྒྱུད་ཟེར་འདུག་དེ་ནས་དགེ་ལགས་ཀྱི་དཔེ་ཆ་གི་ནང་ལ་རྒྱལ་ཁབ་གསུམ་གྱི་བཀྲུས་སྒྲུང་ཟེར་ནས་ས་པ་དང་པ་ར་དང་ཀྲ་ན་རུ་ཀྲོ་ས་ཇོ་བཀྲུས་ཟེར་འདུག་དེ་དགེ་ལགས་མིག་ག་འདྲ་གྱིས་བལྟ་བ་ཡིན་ནམ། ཐེ་དུ་མོ་འདྲ་ཟེར་རེ་ད། སྤྱིར་བཏང་གི་རྒྱལ་ཁབ་གསུམ་གྱི་གཏམ་རྒྱུད་བརྫིས་ན་ར་ད་ལྟོས་ནར་སྔོན་ཆོས་དར་རེ་དུ་མོ་ཚོས་བཤད་ཟིན་མོ། ལ་སོ་བཤད་རྒྱལ། མྱོང་ནི་རེ་ད་ལྟོས་ལས་ཀི་སུམ་ཆི་ཆམ་པོ་ཟེར་རྒྱུ་རུ་ནོ་དེ་ར་རྒྱལ་ཁབ་གསུམ་གྱི་སྒྲུང་བརྫིས་ཡོ་ད་གི། ཨང་གི། ད་གཏམ་རྒྱུད་བརྫིས་ན་སྒྲུང་བརྫིས་ན་ད་ཆོས་དོན་ནག་ཅིག་ག་འདྲ་ཞིག་འཇོག་གི་ཡོ་གི་ར་ན། ཨང་གི། དེ་མང་དུ་འདོག་ཚར་གི་སྟངས་ནི་སྤྲུལ་སྒྲུང་བརྫིས་ན་ཅིག་ཡག་ནི་དུ་མོ་ལ་ཟེར། སོ་བརྒྱལ།
སྤྲུལ་སྒྲུང་འདི་ཆི་ཟེར་རེ་བརྫིས་ན་ད་ལོ་རྒྱུས་འདི་སྤྲུལ་ཏེ།

འདི་ནང་ཡོད་ཀྱི་དཀའ་ན་མེད་ཀྱི་མང་ཡོད་འདུག་དུ་ཆུ་ཟུག་གི་རྒྱུ་མཚན་ཡིན་ན་རེད་འདུག་ད་ལྟའི་འདི་ཡང་སྒྲོ་འདྲ་མོ་བཏགས་ཀྱི་ལོ་རྒྱུས་མི་ནི་ཧར་སྒྲུང་གི་རྣམ་པ་ཡིས་བྲིས་ནི་ཧར་སྒྲུང་མ་རེད་ད་སྒྲུང་གི་རྣམ་པ་ཡིས་ཧར་བྲིས་སོང་ནས་ཉིན་ངོ་མ་གི་རང་བཞིན་ནས་ཧར་བྲིས་སོང་ནས་དུ་མོ་མང་ཡོད་འདུག་དེ་ནི་ད་སྤྲུལ་ཏེ།

སྐོར་རྒྱུ་ལ་རྒྱལ་ཁབ་གསུམ་རྒྱལ་ཁམས་སུ་ཟེར་ཏེ་དུས་ཚོད་ནམ་གྱི་གཙོ་བོ་རྒྱལ་ཁབ་གསུམ་གྱི་ལོ་རྒྱུས་ནང་དེ་ནས་ཀྱི་གཏམ་རྒྱུད་ནང་བཤད་ཡོད་ན་རེད་ཀྱི། ཡོད་ན་རེད་ལགས་རྒྱལ་ཁབ་གསུམ་ཟེར་རྒྱུ་དེ་ད་རྒྱལ་ཁབ་གསུམ་གྱི་ནང་གི་གཅིག་ད་བར་དབུ་བརྙེས་ཟླ་བ་སོགས་འདི་རེད་ཡ། ཨ་ཁྲེན་ཏུའུ་ས་ཆ་ཨ་ན་ཁྲེན་ཏུའུ་ས་ཆ་འདི་རེད་འདི་མྱང་ཧྲུའུ་ཟེར་ནི་རེད་ཧྲུའུ་ཟེར་ནི་རེད་ད་འདི་ཡིན་རྒྱུ་ཧན་གྱི་ཤིས་རེད་མོ་ཧན་རྒྱལ་ཁབ་ཀྱི་ཤིས་རེད་ད་ཧྲུའུ་ཟེར་ནི་རེད་ད་དེ་ནི་ཝུའུ་ཡི་ཟེར་གྱི་དེ་ནི་ཝུའུ་ཟེར་གྱི་དུ་མ་ཟེར་གྱི་རྒྱལ་ཁབ་གསུམ་མོ་གི་རྒྱལ་ཁབ་སྟོད་གསུམ་པོ་གི་གཏམ་གྱི་དུས་སྟོད་གསུམ་པོ་གི་ཀྲུའུ་ཀྲུང་བའི་སྟོད་ཡིན་ནི་རེད་ད་དེ་ན་ཝུའུ་དེ་ཧྲུའུ་ཅང་པོ་སང་གི་རྒྱལ་བོ་ཟེར་གྱི་ན་དུ་ད་སུ་ཡིན་ནི་རེད་ཟེར་ན་ལིའུ་པི་ཡི་ཟེར་གྱི་དུ་རེད། ཝུའེ་ཚང་གི་རྒྱལ་པོ་དེ་ཚོགས་ཚོགས་ཟེར་དགོས་ནོ་ད། ཝུའེ་ཚོགས་ཚོགས་ཚོགས།
ཚོགས་ཚོགས་རེད།
ཝུའུ་ཚང་གི་ད་སུང་ཆོན་རེད། ད་དེ་ཆོག་རེད་ཡ། ཏི་ཡིག་གསུམ་པོ་གི་བར་ནས་ད་འཐབ་རྩོད་དེ་ཡིན་ནོ་དམག་འཁྲུག་བརྒྱབ་ནོ། ད་དེའི་སྐོར་དུ་བཤད་དགོས་ནི་ཏུ་མུ་གུ་སྒྲོང་རེད། ཏུ་མུ་གུ་སྒྲོང་ཡིན་གི་ད་ཀྲུའུ་སྒྲོང་རྫིས་ད་དེ་རེད་ཡ། ད་འདི་ནས་ཀྱི་བཟོས་འདྲ་བོ་འདི་ཧྲུའུ་གི་ས་ཆ་རེད། ཧྲུའུ་རྒྱལ་གྱི་ས་ཆ་རེད་མོད། ད་འདི་ཡིན་ནས་སྟབས་ཀི་ཏག་ཅིག་ཝུ་ཧུའུ་སོ་ཟེར་གྱོན་ན་གན་ཀྲུག་གི་གླེང་བཞིན་ནོ་རེད་མོད། ཀྲུག་གི་གླེང་ཝུ་ཧུའུ་ཟེར་ཏེ་ཁིར་གི་མྱང་དེ་ཧོ་འབོ་ཟི་གི་མྱང་རེད་མོད། ལྷ་ས་གི། ཨ་ལ་ཝུ་ཧུའུ་སོ་ཟེར།
རྒྱལ་ཁབ་ཟིན་གྱི་གི་ད་གཏམ་གྱི་དེ་ཡིན་ན་ལོ་རྒྱུས་ཁུ་རུ་དེ་བྱུང་སྔ་མོ་ཡི་ས་རེད་བརྩམས་སྒྲུང་དེ་ཡོང་ནམ་ཟེར་གི། ད་བརྩམས་སྒྲུང་འདི་མན་ཆིང་གི་སྐབས་རེད། མན་ཆིང་སྐབས་ཟེར། འདི་ཚང་མ་མན་ཆིང་གི་སྐབས་རེད་མོད་ད་མན་ཆིང། ད་ངས་དེ་ན་བསམ་ནས་མན་ཆིང་གི་སྐབས་ལ་འདི་འདྲའི་བརྩམས་སྒྲུང་ཡག་པོ་ཅིག་དེ་འདྲ་རྩོམ་པ་པོ་མང་པོ་བརྒྱུད་དེ་ག་འདྲ་བྱས་ནས་བྱུང་བ་ཡིན། སྤྱིར་སྐད་ཡག་ལང་དེ་དེ་དུས་ད་མཁས་པ་མང་བོ་བྱོན་སོག་བྱོན་སོག་ར་ནི་ད་འདི་སྒྲུང་འདི་དར་གོ་ནི་སྐབས་སུ་སྒྲུང་གཏམ་འདི་དར་གོ་ནི་སྐབས་སུ་མན་ཆིང་གི་སྐབས་ཡིན་ཏོགས་ད་ངའི་ཐམས་ཞྭ་ནོ་ཐང་གི་སྐབས་སུ་སྙན་ངག་དར་ནི་རེད་གསུང་གི་སྐབས་སུ་སྙན་ཚིག་དར་ནི་རེད་དེ་ནས་ཡན་གི་སྐབས་སུ་ཡན་འཕྲོག་གི་སྐབས་སུ་ད་ཚེ་དར་རྒྱོ་ད་གཟིགས་འདྲ་དུ་མོ་དར་ནི་རེད་སི་མན་ཆིང་གི་སྐབས་བ་ད།

རེད། ཡིན་ནོ། དེ་དེའི་སྒྲུང་དེ་ཐམས་ཅད་ཀྲུའུ་ཞི་ཀེ་དབྱང་ཡིན་སྐོར་བཞག་ཡོད་མོད་ཀྲུའུ་ཞི་ཀེ་དབྱང་ནམ་ཡིན་ན་ལྟ་གི་མེད། ཨང། རྒྱལ་ཁབ་གསུམ་གྱི་ཀྲུའུ་སྒྲོན་ལ། ཨང། རྒྱལ་ཁབ་གསུམ་གྱི་ཀྲུའུ་སྒྲོན་ལུགས་ལྟར་ར་ཨང། དེ། ཚེ་གདོང་ཧྥང་གི། ཨང། ཉེར་གསུམ་དུ་བྱ་བ་ར་ལྟ་གི་མེད་འདུག་མི་ཟེར་ཏོ་ཏོ་ཧོན་ད་མང་གི། ཧོན་ད་མང་གི་ད་ཏོ་གི་ད་དར་ཆས་ཟིབ་ཟིན་ནི་ཡ་ངའི་དེ་དེའི་སྐབས་ཀྱི་འཁུལ་བ་དང་བྱ་བ་མན་ཆིང་གི་སྐབས་ཀྱི་འཁུལ་བ་མང་ཟིན་ཟིན། དར་ཆས་ཟིན་ད་གསོ་རྩོམ་རྒྱུ་ཆ་ཟིན་རྒྱུར་གོ་ཚར་འདྲ་འདྲ་བོ་ད་ཧི་གི་མཐོན་པོ་ཟ་ཐོན་འདུག། སྐབས་དེ་དུས་སྒེར་རམ་སྡེ་དགེ་ང་ཚོ་འདི་གི་ལོ་དགོན་གྲོང་གསེབ་ཀྱི་དེ་གའི་ད་རྒྱལ་ཁབ་གསུམ་གྱི་བཀྲིས་སྒྲུང་དེ་ད་སྐབས་དེ་དུས་ཡང་རྒྱབ་ལྗོངས་འདྲ་གནས་ཚུལ་ག་འདྲ་ན་ཡོད་དགོས་དྲན། དེ་ད་དེ་ད་རྒྱབ་ལྗོངས་འདི་ན་ར་དེ་སྐབས་དེ་གི་ཆུ་རིག་རྩལ་གྱི་སྟངས་ནས་ད་རྒྱས་ན།

མང་ཆེ་བ་ཚོ་དག་སྒྱུར་དགོས་ནི་རེད་ད་ཚང་མ་དག་སྒྱུར་དང་ཡང་འགྲིག་ནི་མ་རེད། ད་ལྟ་བར་ར་གི་ཆུ་དེ་གཞུང་ལ་ལ་གི་གཞུང་མི་སྣ་ར་སྐད་ཆ་བཤད་དགོས་ནི་དཀའ་བ་སྐོར་ཚོ་ད་བར་ཆུ་དག་སྒྱུར་རེད་ས་མི་འཇོག་ནི་རེད། ད་ལྟ་རེད།
མི་འཇོག་ནི་རེད།
མང་ཆེ་བ་དག་སྒྱུར་དང་ན་འགྲིག་དང་ནི་དུ་མ་རེད།
གི། ད་ལྟ་རེད་ད་ལྟ་དྲ་ངོ་མ། ད་འདི་ལྟ་བུ་ཡིན་གྱི་ན་འདང་རྒྱབ་ན་འདི་ན་ང་ད་དོག་ལུག་བ་ར་ཡོག་གི། དེ་མི་ཚིག་གི་རུག་ལུག་བ་ར་ཡོག་གི། ད་རུང།

ལྷང་ལྷུང་གཞིར་བརྩི། རླབས་ཀྱི་ཟག་མེད་བགྲང་ཡས་དཔའ་བོ་འཁྲིད་བརྩི། བདེན་རྫུན་རྒྱལ་ཕབ་སྐད་ཅིག་ཉིད་ལ་སྟོང་བརྩི། བདེན་པ་ཡིན་ན་རྫུན་པ་ཡིན་ན་འདི་སྐད་ཅིག་ཉིད་ལ་སྟོང་འཇོག་བརྩི། ཨོ་ལེ། རི་སྔོན་སྔར་མུས་བཞིན་བརྩི།
ད་རི་སྔོན་སྔར་མུས་བཞིན་ནི་རི་བོ་ད་ཆེ་བོ་འདི་ཆེ་བོ་སྔོན་གྱི་ལོ་རྒྱུས་ཆེན་མོ་ཟེར་ན་ད་དུ་མི་དགོས་པས་འདུག་འཇོག་རྒྱུ་རེད་མྱི་ཆེན་མོ་ཟེར་གཞིས་ཀྱི་ད་ནི་ར་ད་འདུག་རྒྱུ་རེད་མོད། ཐང་གར་ཉེར་དགུ་ཡང་མར། སྤྲལ་མར་དམྱལ་བ་ཤིང་ཐུན་ཆེའི་གླང་མར་སྟོན་རྟ་དང་ནི་བྱི་ལོང་ལྡང་བར་བལྟ། ཆང་རྩ་གང་རྣམས་སྤྲོ་བས་ཉམས་འཛོམས་ཏེ། སྣ་དང་དོན་མང་སྣ་དང་དོན་མང་པོ

ད་ལྟ་དེ་ལྟ་ད་ལྟ་དེ་རྒྱལ་ཁབ་སེང་གེ་དྲུད་སྒྲུང་གི་ནང་ནས་ལ་ཀྱི་མི་སྣ་གི་དེ་ན་མི་ས་ཆེ་དེ་ན་ཡོད་ཀྱི་ར་ཡོད་ཀྱི་རེད་ད་ཨང་གི།
ད་ཡ་མཚམས་པ་ཡོད་ནི་རེད་ད་དེ་ནང་ནས།
སི་སྟོང་མི་སྣ་ག་ཚད་ཞིག་ཡོད་ནོ། ད་སྟོང་ཕྲག་ཆ་ཚད་ཡོད་ཀྱི་རེད་གོ་ཐི་ཡོད་ཀྱི་རེད་སྟོང་ཕྲག་ཆ་ཚད་ཡོད་ཀྱི་རེད་ད་དེ་ཤོག་ཁག་འདྲ་བོ་རྒྱལ་ཁབ་གསུམ་རེད་མོ། རེད་རེད་རེད་རྒྱལ་ཁབ་གསུམ་གི་ད་དྲུག་སྦིས་གི་ཤོག་གཅིག་དེ་ནས་ཚོགས་ཚོགས་གི་ཤོག་གཅིག་སྲུང་སྐྱོང་གི་ཤོག་གཅིག་དེ་མོ་ཤོག་གསུམ་ཡིན་བཤད་དང་དེ་གཉེར་ན་ཆོག་ར། དེའི་ནང་ད་བྷ་དྷར་རྫོགས་མེད་ནི་ཡོག་གི། ངས་ཁྱེད་རང་ལ་མིག་ཟག་གི་བག་ཆགས་བཞག་ས་དེ་འདྲ་ཨ་ཡོད། ཨ་ནི་ད་དེ་ད་གོན་བཞི་སོགས་ཡག་ནི་རེད། གོན་བཞི་ཟེར་རྒྱུ་ད་དེ་ཡག་ནི་རེད། གོན་གོང་ཟེར་ད་ལ་ལ་གི་གོན་གོང་ཟེར་ལ་ལ་གི་གོན་བཞི་ཟེར། ད་བར་གི་ཆུ་ནང་ལོགས་སུ་སོང་ན་ས་ཆ་ལ་ལ་དེ་གོན་གོང་མིའོ་ཟིག་དུ་མོ་ཟིག་ཟེར་གི་ལྷ་ཁང་འདྲ་ཟིག་ཡོག་གི།

ཁོ་རང་མི་གི་གཤིས་ཀ་འདྲ་བོ་དང་ཁྱད་ཆོས་ན་ཅི་ན་ཡོད། ད་ཁྱེད་རང་གི་རེ་དྲང་བདེན་ན་ཧ་ཅང་བརྩི་ནས། མྱི་ཁྲེལ་ཡོད། ཡིད་ཆེས་དང་ལྡན་པ། མྱི་རྩ་ཅན། རྐང་ཅན་མྱི་རྩ་ཅན་དེ་མོ་ཟེར་རེད། དེ་མོ་ཟེར་རེད། ད་ལྟའི་ལིའུ་པེའི་ལྟ་བ་ཡིན་གྱི་ན་ལིའུ་པེ་ཁིར་ཀྲི་ཀྲི་གཉིས་བཟུང་ཤང་ནང་གཉིས་བཟུང་བ་ནི་དུས་མོ་ཟེར་རི་མོ་ཁིར་ཀི་ཤག་མཚན་འདྲ་བོ་དེ་རེད་ཀྲི་གཉིས་བཟུང་བ་ནི་དུས་མོ་ཉེས་ཟེར་ག་ད་གོང་མ་རྒྱལ་བོ་གི་ཉེར་བརྒྱད་ཁྲི་ཚ་བོའི་ཚ་བོ་ཚ་བོའི་ཚ་བོ་ཟེར་རི་དུས་མོ་གོང་མ་རྒྱལ་བོ་ཧན་ལྗང་བུ་དེའི་ཉེར་བརྒྱད་ཟེར་རི

ཚོགས་ཚོགས་ཏེ་རྟོག་པ་གི་གང་དག་ནི་དུ་མ་ཟེར་བ་ན་མྱི་བཞི་དག་ཅག་ཅེས་ཧྲཱི་ནི། ཅིག་རིག་པ་ཆེ་ནི་རྩོམ་མ་རྩོམ་འདྲ་འདྲ་སྒྱུ་རྩལ་འདྲ་འདྲ་དུ་མ་དེ་ཧྲཱི་ནི་བྷོ་དཔའ་ནི་དུ་མ་ཟེར་ནི་རེ་མོ། རེ་རེ་རེ་རེ་རེ་དེ་ཚོགས་ཚོགས་སོགས་ཀྱི་ནང་ལས་ཚོགས་ཚོགས་རེ་མོ་དེ་ནི་མི་སྣ་གཙོ་བོ་ཚོགས་ཚོགས་ཡིན་ས་རེད་ཨ། ཚོགས་ཚོགས་རེ་མོ་དེ་ནི་སངས་རྒྱས་བཟང་གི་དག་ཉེས་ཆོས་ནང་ནི་གཙོ་བོ་དག་དྲུག་ཡོད་རེ་མོ་ད་དྲུག་ཡོད་དང་གི་ཅིག་གི་བློ་རིག་པ་མཁིན་ནི་རེ་བློ་རིག་པ་མཁིན་ནི་རེ་ད་ཁིར་གི་ར་ཁོ་མཁིན་ཤག་ཡེ་ཀོ་ནི་རེ་ད་ཁོ་སོ་འཇིག་རྟེན་ཁ་མ་ཡོང་ངོ་ད་ཁོ་འདྲ་འདྲ་ད་མེད་གི་ད་ནི་ད་ངུ་མི་རྣམ་རྒན་མ་འདི་ཆི་ཟིག་ནི་ན་ཁོ་སྐྱིད་དང་ནི་ན་ཕྲུ་གུ་ལིང་འདི་ཆི་ཟིག་ག་སྐྱིད་གབ་ཅིག་དང་ནི་ན་ཁོང་གཉིས་ཀ་ཅིག་སྐྱིད་ན་མ་ཆོག་ནི་ན་གཉིས་ཀ་ལྷ་ན་ཆི་ག་སྐྱིད་གབ་ཅིག་དང་ནི་ན་ནམ་མི་ན་གཏུམ་མོ་ཟེར་འདི་ཟེར་ད་ཕྲུ་གུ་ལིང་ཁོང་གཉིས་ཀ་ར་འདྲ་འདྲ་ཡིན་ད་ནི་དེ་རྣམ་རྒན་མི་ཁོང་གཉིས་ཀ་དེ་ཟམ་ནག་གི་དང་གཉིས་ཀ་ལྷ་ན་དེའི་སྐྱིད་ག་ལྷ་ན་སྐྱིད་གབ་ཅིག་དང་ཟེར་ད་དེ་གཏུམ་མོ་ཟེར་འདི་ཟེར་མོ་དེ་ཁོག་ཆུང་ཆུང་ཅན་རིག་པ་ཆེ་ནང་ཁོག་ཆུང་ཆུང་ཅན་འདི་མི་ཟེར།

གྲུབ་ཡས་བྲིས། ནང་གི་དོན་དག་དེ་ཚང་མ་སྤྲང་གྲོགས་ཟེར་ཉོས་སུ་ཡོད་དེ་བྲིས། དེབ་རྩིས་ཧར་གིང་གི་རགས་བསྡམས་ནི་རི་བོའི་གདམས་མགོ་ནས་བཀབས། ཞི་སོགས་ཀྱི་དོན་དག་ཞི་དངོས་ཀྱི་དོན་དག་དག་ཅིག་དམག་གི་དོན་དག་འདྲ་འདྲ་ཞིབ་འགྲེལ་གྱི་དོན་དག་འདྲ་ཚང་མ་གྲུབ་ཡས་བྲིས་ལ་ཆོག་མི་རིགས་ཀྱི་ཁྱིམ་ཚང་ནང་གི་ཀ་ཀོར་གྱི་དོན་དག་རྒྱལ་ཁབ་ནང་གི་དོན་དག་ཚང་མ་སྤྲང་གྲོགས་བྲིས་ལ་དེ་བྱས།
རེད་རེད་རེད་ངོ་མ་རེད་ད་མི་སྣ་དེ་ཚོ་ལ་ཁྱེད་ཀྱིས་ང་ཚོ་གེ་སར་གི་སྒྲུང་གི་ནང་ནས་ལ་ཡང་ཀ་རེ་ལ་འདས་མ་འདྲ་པོ་དང་འདྲ་ཁྱེད་ཀྱིས་ང་རྒྱལ་གི་མི་བརྟན་པོ་དང་མདའ་ལ་མཁས་པ་རེད་ཀ་རེ་ན་ཡང་དགའ་བདེ་ཆེ་ཆུང་བེར་དང་འདྲ་པོ་ཤས་ཆུ་བོ་དང་འདྲ་ཡང་སྐབས་རེ་ན་ཡང་ང་ཚོ་གི་ཨ་ཁུ་ཤི་པོའི་འདྲ་པོ་ད་ང་ཚོ་ཀྲུའུ་གུང་ལེགས་འདྲ་པོ་དང་ཨ་ཁུ་ཤི་པོའི་འདྲ་པོ་དེ་རེད་འདུག་ག་ལ་ཨ་ཁུ་ཤི་པོའི་གི་ད་ཚོ་མ་ཇུས་དང་བློ་ཐབས་ཚང་མ་དེ་ཤི་པོའི་གི་འཐེན་གི་འདུག་ཨ། དྲུག་གོ་ལེའང་ཟེར་གྱི་དེ་ལ་ད་ལས་སླ་པོ་ཅི་ཡོད་ས་མ་རེད་ཨ་དགེ་འོ་མ་ཁོ་རང་གི། ད་དྲུག་གོ་ལེའང་གི་ད་ཉེ་མ་རེ་རེ་ལོ་དུ་རི་ཁ་དུ་ཆུ་ཚུགས་ཡས་སྒོ་གི་མྱེས་ཟི་ག་ཁོག་རྩིས་རྒྱ་བས་ད་དེ་ཏའི་ཉི་མ་ནམ་ཚ་དང་གི་ད་བ་ནི་ཟི་རེད་མོ་ཏའི་གི་དམ་ཉི་མ་ནམ་ཚ་དང་གི་ད་བ་ནི་ཟི་རེད་ཁོང་རིགས་འདིའི་ཚད་ཁ་ན་དུ་རེད།
དུག་ཁུངས་མ་པའི་རྨི་ལམ་དང་ཁྱི་ངོ་གཏམ་གྱིས་རྒྱལ་ཁབ་གསུམ་གྱི་དྲིལ་སྒྲོན་ནུས་ཤུགས་སུ་བཤད་པའི་རྣམ་ཐར་བཞི་ནི་ཀྲུང་གོའི་གནའ་རབས་ཀྱི་བརྩམས་སྒྲུང་ཆེ་བ་བཞི་ཡིན་ལ། རྒྱལ་ཁབ་གསུམ་གྱི་དྲིལ་སྒྲོན་ནི་རྒྱལ་ཁབ་གསུམ་གྱི་ལོ་རྒྱུས་དངོས་ལ་ས་བོན་བྱས་ནས་བརྩམས་པའི་ལེ་དབྱི་རྣམ་པ་ཅན་གྱི་རྒྱ་ཡི་སྒྲུང་རིགས་ཐོག་མ་དེ་ཡིན་ལ། དེ་ནི་དམངས་སྲོལ་དང་ངག་རྒྱུན་སྙན་ངག་སོགས་ཤུགས་གཅིག་ཏུ་འདུས་པའི་བརྒྱུད་རྩ་བརྩམས་ཆོས་ཆེན་མོ་ཞིག་ཀྱང་རེད། བོད་ཀྱི་ལོ་ཙཱ་བ་ཆེན་མོ་མགོ་ལུག་རྣམ་རྒྱལ་ལགས་ཀྱིས་ལོ་མོ་རིའི་ཀ་ཤས་འབོད་ཚིག་བཤད་ནས་རྒྱལ་ཁབ་སྲིད་འགྱུར་སྤྲུལ་སྒྲུང་འདི་བོད་ཡིག་ཏུ་བསྒྱུར། མགོ་ལུག་རྣམ་རྒྱལ་ལགས་དང་མཉམ་དུ་རྒྱལ་ཁབ་སྲིད་འགྱུར་སྤྲུལ་སྒྲུང་གོ་གནས་ཁ་བརྡ་བྱེད་བཞིན་ཡོད་པས་ཁྱེད་ཀྱིས་མུ་མཐུད་དེ་གསན་གཟིགས་གནང་བར་དགའ་བསུ་ཞུ། ལགས་སོ་ལབ་སོ་དགེ་ལ། རྒྱལ་ཁ་གསུམ་གྱི་བྲིས་སྒྲུང་དཔེ་ཆ་པོ་ཏི་བཅུ་གཉིས་རེད། ད་ངོ་མ་རྒྱ་བོད་ཡི་གེ་གཉིས་ཀ་ཟུང་འབྲེལ་བཟོ་ན་ཡག་པོ་འདུག་ཨ་དགེ། ད་དེ་རིང་སང་ཉིན་ཡིག་སྒྱུར་བཟོ་མཁན་དུ་ཁྱད་པར་དུ་སློབ་གྲྭ་ཆེན་མོ་གི་སློབ་མ་ཡིན་ན་འདྲ་སློབ་འབྲིང་གི་སློབ་མ་ཡིན་ན་དེ་རིང་སང་ཉིན་ད་ང་ཚོ་བོད་ཀྱི་ས་སྐྱ་ལ་རྒྱ་ཡིག་བོད་ཡིག་གཉིས་ཀ་གཞུང་མཁན་མང་པོ་འདུག་ཨ་དགེ། དེ་ཚོ་ཕན་ཚེ་ང་ཚོས་ཟུང་འབྲེལ་བཟོ་ནས་སྤེལ་ན་ཡང་ངོ་མ་ཕན་ཐོགས་ཆེ་པོ་ཡོད་ས་རེད་བསམ་གྱི་འདུག་དེ་ནོར་ནས་རྒས་ལ་རྗེ་དགོངས་དེ་ལ་ཡོད་ད་དེ་ངེད་ཀྱི་འདས་མཐའ་དེ་རྒས་ལ་ཁྱེད་རང་གི་ཡོང་ཡི་གེ་གི་དོད་དུ་རྒྱ་ཡིག་དང་བོད་ཡིག་གཉིས་ཀྱི་བོད་སྐད་བཟོ་འོང་དེ་ག་ཚོད་ཡིན་ན་འདྲ་ཡི་གེ་མང་ཉུལ་དུ་ཚོགས་ཀྱི་ཐད་ནས་ལ་ཡོད་ཡོང་གི་གི་འདི་རྒྱ་ས་མང་པོ་ཡོད་ཀྱི་རེད་རེད་གི་འདི་ན་རྒས་ལ་གི་མཚན་པ་ཞིག་འདུག་ལས་གོས་བཞི་པར་གོང་མ་གནས་འཕགས་ཕྲན་ལུང་གསེར་འཕྲུ་སྐོས་སྟོང་ལྕོག་འཇམ་པར་མིང་དེའི་གྲི་ཆུས་འཕུལ། ད་ལྟ་གླེང་བར་བྱ་བ་ནི། ཏུང་ཀྲུའུ་ཡི་ལག་ཏུ་རལ་གྲི་འཐུང་སྟེ་ཡོན་ཧྲའོ་གསོད་གྲབས་བྱེད་སྐབས། ལི་རུའུ་ཡིས་བཀག་སྟེ་སྨྲས་པ། དེ་མདོག་མཐོང་མ་ཁྱོད་ཀྱི་སྔུན་འདི་གོང་ཤུལ་དུ་མི་བསད་ག་ལ་རུང། དེ་རིར་ཡོན་ཧྲའོ་ཡིས་ལག་ཏུ་རལ་གྲི་བསྣམས་རྒྱུ་དཔོན་རིགས་ཚོ་ལ་གྱེན་འགྱེལ་བྱས་ཤིང། འཇའ་ས་དང་ཐམ་ག་ལྕགས་རིའི་ཤག་སྒོར་བཀལ་ནས་ཡུལ་གཅིག་འགྲུལ་ཞུགས་སུ་བསྐྱོད་དོ། ཏུང་ཀྲུའུ་ཡིས་གུང་ལེན་ཡོན་ཝུའུ་ལ་སྨྲས་པ། ཉིད་ཀྱི་ཚ་བོ་ལ་གུས་ལུས་མེད་ཀྱང། བདག་གིས་ཉིད་ཀྱི་ངོར་དེད་དེ་སྐུ་ཡང་གཏོང་བ་ཡིན་ཡང། གོང་མ། དོར་འཇུག་བྱེད་རྒྱུ་གི་ཐད་ལ་ཉིད་ཀྱི་དགོངས་འཆར་ཅི་ཞིག་པ་ན། ཡར་ངོས་ན་རེ། རྨང་གཞི་ཆེ་མའི་དགོངས་ཚུལ་དེ་བཞིན་ནོ་ཞེས་སོ། དོང་སྤྲུགས་ན་རེ། བྲིས་འདི་ལ་རྐང་འགུགས་བྱེད་མཁན་བྱིན་ཚེ་དམངས་ཁྲིམས་ལྟར་ཉེས་ཆད་བཅད་རྒྱུ་ཞིག་པ་ན། དཔེ་རིས་ཚུལ་ལའང་སྔོན་འགྲོ་རབ་ཏུ་བསྐྱེད་དེ་མགྲིན་གཅིག་ཏུ་ཉོན་ཅིག་བཀའ་བཞི་སྒྲུབ་པོ་ཞེས་སོ། ད་དེ་ཚོ་ངོ་མ་འདི་བོད་ཡིག་ནང་བདེན་འོ་དེ་ལ་ངོ་མ་བདེན་བདེན་མོ་འདུག་གི། ཆེ་མཐོང་ངེད་ཀྱི་རྒྱ་ཡིག་དེ་འདྲ་གི་ད་མ་ཡིག་ཅིག་དེ་བོད་ཡིག་ནང་ཚིར། ད་བྲོ་བ་ཡོང་མཁན་གྱི་བཟོ་མཁན་ན་དགེ་ལགས་ཀྱིས་འདིའི་མང་པོ་ན་རྒྱག་དགོས་ཀྱི་ར་ཐ་སྙད་བཀོད་གཏོང་ཡིན་ན་འདྲ། འདི་བཟོ་རྒྱུ་ཡིག་སྒྱུར་བཟོ་འོ་དེ་ལ། ཨོ་ལེ་ད་ལྟ་མོ་རེ་ཡ་སྐྱེར་གཏོང་གི།

གོ་སྒྲིག་ཡོད་དགོས་ད་དེ་ལྟ་ནི་ཅིག་ཆ་ངོས་བྱུང་བས་སོ་ད་ཅིག་ཆེད་དོན་ཞབས་རོང་སང་གི་བརྩམས་སྟངས་ནི་ཅིག་ཉུང་ཉུང་རེད་འདྲ་འདྲ། དེ་ནས་གསུང་རབ་རྒྱ་མཚོ་སང་གི་བརྩམས་སྟངས་ནི་དག་ཡིག་ཉི་མའི་འོད་ཟེར་ཟེར་གྱི་འདྲ་འདྲ། དེ་སོགས་ཆུང་ཆུང་དེ་བློ་འགྱོ། ལ་ས་གས། དག་ཡིག་འདི་ཆ་བློ་འགྱོ། དེ་ནས་ངའི་དགེ་རྒན་ཨ་ལགས་གྲུབ་མཆོག་རིན་པོ་ཆེ་གི་བརྩམས་སྟངས་ནི་གྲུབ་མཆོག་དག་ཡིག་ཟེར་གྱི་བཟོ་ནོ་དེའི་ནང་ནི། ད་སྐོར་སུ་ཡོད་དེ་མང་ད་རེ་གི་མང་གཅིག་ག་གི་དོན་གྱི་རྣམ་གྲངས་ད་གི་དེ་དོན་གཅིག་གི་ཡང་མང་གི་རྣམ་གྲངས་དོན་གཅིག་མང་གི་རྣམ་གྲངས་ཆེན་པོ་དེ་ད་ངའི་བར་ཆད་བློ་འགྱོ་དེ་ལགས་སོ་གི། དེ་བློ་འགྱོ་དེ་རྒྱུན་པར་ལྟ་ནི་ཡིན་དུ་མི་འདི་ད་ཚིག་འདི་ཆི་ཟི་གྱི་རེ་གཅིག་འཕྲོ་མོ་སུ་དགོ་ན་ཡི་གེ་ཆ་ཚིག་ནང་ནས་བསག་དགོ་གི་མི་ནི་ཁུར་ཟི་ན་མི་ནི་བསྐོར་གི་ད་དེ་མི་ཉན་གི། དེ་དཔེར་ན་འགྲོ་ཟེར་གྱི་ན། སོང་ཟེར་གྱི་ན་ད་ལྟ་ཆོ་ཏོ་ཕྱིར་གི་ཏོ་ཟིག་རེད་མོ། ཕྱིན་ཟེར་གྱི་ན། དང་ཟེར་གྱི་ན། སྐྱོ་ཏོ་ཟེར་གྱི་ན་ད་ལྟ་ཆོ་ཏོ་སོང་བ་ཐམས་ཅད་སོང་བ་གི་དོན་ཁོ་ན་འདུག་ར། དེའི་ནང་ནས་དེ་སྐབས་དེ་རྐང་བྱང་བུ། ཧྲག། རྐང་བྱང་བུ་བཀོད་ནས་བཟང། དེ་ཅིག་ལྟ་དགོས། དོན་དངོས་འདི་ལྟ་ཆོས་ཟེར་ཏེ་རང་རང་གི། རང་རང་གི་ལག་པའི་ནང་བཟུང་ནས། དག་ཡིག་གི་དེའི་ཆེ་ས་གྱི་རེད་མང་གཙོ་གི་ཤེས་བྱ་འདི་གི་རིགས་སུ་གོ་གི་ད་མང་བོ་ད་ད་ཁ་རུ་སོང་གོར་སི་ཀི་ད་ནི་དེ་དག་ཅིག་མི་ཉན་གི་དེ་ཅིག་མི་ཉན་གི་དུ་མོ་སི་ཀི་ད་དག་ཡིག་འདི་ངའི་ཧོན་ད་ད་ནི་རང་ཁོམ་དང་ན་རྒྱ་ཡིག་གི་དག་ཡིག་ར་ལྟ་གི་འདུག་ན་བོད་ཡིག་གི་གང་སོང་ན་དག་ཡིག་ཁ་རི་འཇོག་འདུག་དག་ཡིག་སི་ཁ་རི་འཇོག་གི་འདུག་ན་ད་ཤི་ན་མ་ཤི་ན་སྔོན་ཆོད་མང་ང་ལྟོས་དང་བོ་ན་ར་ཨོར་གི་ར་ལྟ་གི་འདུག་ན་དེ། རྒྱ་ཡིག་ར་ཏི་རེད་བོད་ཡིག་ར་ཏི་རེད། དེའི་ཧང་གི་སོང་ཡང་ཅིག་དཔེ་ཆ་རེ་ཀློག་ན། ད་མཐའ་ན་ད་ཏི་སོ་ཀ་རེ་མོ་ད་ཏི་བཤད་ཀི་ད་ན་ད་ནི་ད་ཅིག་གི་དེ་ཁོམ་དང་ཡིན་བར་སང་གི་ཤོ་ད་སོ་ཤོ་གང་ན་སོ་འཇོག་དགོས་ན་ར་ཁྱེར་འཇོག་ན་དི། སོང་བའི་དེ་ནི་གི་དེ་ཚོ་གི་ཟེར་བ་ན་དེ་དེ་དག་ཡིག་དག་ཡིག་ན་ར་ཏི་མོ་ཏི་སོ་ཁྱེར་སོང་ན་ར་གྲག་གི་མོ་ཏི། ལ་སོ་གི། ཨོ་ལེ་དེ་ཅིག

ཏང་མི་ཕར་ཆེར་དེ་ག་ཡིན་གྱི་རེད་གོ་འདོག་གི་ཡིན་གྱི་རེད་གོ་འདོག་ཏང་ཡིག་ལ་ཞུས་རྒྱབ་རྒྱུ་དེ་ངོ་མ་རེད། ཏང་ཡིག་འདི་ལྟ་གི་འདུག་གོ་ཏོ་གི་ངའི་འོག་གི་ཏའི་འོག་གི་མཁས་པ་ཆེ་གི་དུ་མོ་སོང་བ་ནི་མ་རིག་ར། ལ་སོ་གི། རྒྱ་གི་མཁས་པ་ཆེ་གི་དུ་མོ་སོང་བ་ནི་རིག་ད། དཔེར་ན་ལུའུ་ཤིན་ལྟ་བུ་ཡིན་གྱི་ན་ཉག་ཅིག་ནང་རུམ་ནང་བ་དག་ཡོད་ཆགས་འདུག་ནི་ཟེར། གང་སོང་ན་ཏག་ཡིག་ལ་ཏའི་ཏག་ཡིག་གི་སྒོ་ནས་དུ་མོ་ཟེར། དེ་ནི་ཧུའུ་ཧྲི་ཟེར་གྱི་འདུག་མོ་ཟོ་ནོ་ཏོ་སོ་ར་ཏག་ཡིག་གྷ་རི་འཇོག་དགོས་ནི་འདུག་མོ་ཟེར། ད་ལྟ་ཆུ་བོ་ལྟ་རྒྱུ་ན་དེ་ཙམ་མཁས་པ་ཆེན་པོ་རེད་མོ། དེ་ཏག་ཡིག་ལྟ་ཅི་དགོས་མཁོ་ཡོད་དང་ནི་འགྱེལ་རེ་མེད་མེད་ན་མེད་ན་གྷ་རི་འཇོག་རྒྱུ་མ་རེད་མོ་དེ། ང་ཚོ་གི་སྣང་བ་ལ་ཏག་ཡིག་ཟེར་དུས་སློབ་གྲྭ་ཆུང་ཆུང་གི་ལྟ་རྒྱུ་མ་གཏོགས་དེ་ནས་སློབ་གྲྭ་ཆེན་མོ་གི་མི་ཚོ་ཏག་ཡིག་ལྟ་ཟེར་དུས་ཐུང་ཆུ་བཟོ་ནོ་ཤ་རྒྱུ་རེ་གོ་དགོས། དེ་མདོང་ཚུལ་ཤ་རྒྱུ་རེ་མོ་ཨོ་ལེ་དེ་རེད་མོ། ལགས་སོ་ལགས་སོ་ལགས་སོ་དགེ་ལ་ཐུགས་རྗེ་ཆེ། ད་ང་ཚོ་ལྟ་ལོག་གིས་སློབ་འདི་ལ་དགེ་ལ་གོ་གྲུབ་འབྲས་མང་པོ་བསྟན་གྱི་འདུག་ད་རྒྱལ་ཁབ་གསུམ་གྱི་བཀྲིས་དྲུང་ཟེར་བཤད་འདོད་ཀྱི་འདས་ཡོང་ད་ད་ལོ་ལ་མི་རིགས་དཔེ་ཁྲིད་ཁང་ནས་ད་ད་ད་དཔེ་སྐྲུན་བྱེད་བཞིན་པ་རེད་ཟེར་གྱི་འདུག་དེ་རྗེས་མ་ཐན་གོང་དུས་ལ་ང་ཚོ་འདིའི་དྲ་གྲོགས་ནང་པ་གི་འདིའི་བོད་ཡིག་གི་ཐོག་ནས་རྒྱལ་ཁབ་གསུམ་གྱི་བཀྲིས་དྲུང་དེ་ཆ་ཚང་བལྟ་བསམ་ན་ཡང་དེ་ནི་ཚང་མ་གི་དེ་ནི་དངོས་བརྙན་ཡག་པོ་བཟོ་ཐུབ་རྒྱུ་གི་རེ་བ་ཡོད་དེ་འགེ་ལ་ཐུགས་རྗེ་ཆེ།